ཁུ་ལས། གང་གིས་དུག་རྫས་ཉེར་བསྲུངས་ནས་ལྟ་བ་ཐམས་ཅད་སྤངས་པའི་ཕྱིར་དམ་པའི་ཆོས་ནི་སྟོན་མཛད་པ་སྒོ་དམ་བདེ་ལ་ཕྱག་འཚལ་ལོ། ཨ་ནི། དེ་རིང་ང་ཚོ་བོད་ཀྱི་རིག་གཞུང་ཟབ་སྦྱོང་གྲུབ་བསྟུན་མཛད་སྒོ་གི་སྐུ་མགྲོན་གཙོ་བོ་ཆོས་རིག་ལས་ཁུངས་ཀྱི་ཁུངས་དྲུང་ཆེ་མཆོག་དང་ཨ་ནི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལ་གཙོས་བོད་ཀྱི་དགེ་བའི་བཤེས་གཉེན་རྣམ་པ། ལྷག་པར་དུ་དཔེ་མཛོད་ཁང་གི་ལས་བྱེད་རྣམ་པ། ལྷག་པར་དུ་ང་རང་གི་ཆོས་གྲོགས་ཚང་མ་ལོ་ལ་ཡང་ཉིན་གུང་དེ་ལས་ཞེས་ཞུ་ཡ་ཡིན། ཁ་སང་ཉི་མ་ཁ་ཤས་ཤིག་སྔོན་ལ་ང་རང་ལ་རྒྱ་གར་མོ་ཅིག་གིས་སེམས་ཅན་འདི་བྱད་ཁ་ཞུ་ཡི་གོ་སྐབས་བྱུང་སོང། དེའི་སྐབས་དེ་དུས་ཨ་ནི། ང་རང་ལྟ་བློ་སྒོ་ཆེན་པོ་བྱས་རྗེས་ཨ་ནི་རྒྱ་བོར་མོ་ཆེ་ལ་སྙན་སེང་ཞུ་ཡ་ག་རེ་བྱུང་སུ་ཞུས་བ་ཡིན་པ་ན། ཨ་ནི་རྒྱ་བོར་མོ་ཆེས་ཨ་ནི་སྐུ་ཉིད་ཀྱི་བཀའ་དགོངས་གཞིར་བཟུང་གིས་དེ་སྔོན་ཨ་ནི་ཟླ་བ་དྲུག་རེ་འགའ་ལ་ཡ་པ་འདི་དམིགས་རྒྱུ་གྲྭ་ཚང་ལ་ང་རང་ནང་ཆོས་དང་བོད་ཀྱི་ནང་དོན་རིག་པ་སྐད་ཡིག་འདི་འདྲའི་སྒང་ལ་སློབ་སྦྱོང་བྱས་ཀྱི་དེ་ནས་གོ་སྐབས་བྱུང་སོང་ཨ་དེ་བྱུང་བའི་རྒྱུ་མཚན་བལྟས་བྱས་ང་རང་ལ་དཔེ་མི་སྲིད་ཀྱི་སུས་སུས་ཀྱི་ཉིན་རེ་གི་བྱ་བཞག་གི་འཚོ་བ་ནང་ལོ་ལ་ཕན་ཐོག་དང་ཨ་ནི་གཅིག་སེམས་ཁམས་ལ་དཔེ་མི་སྲིད་ཀྱི་ཕན་ཐོག་བྱུང་སོང་ཞེས་ཉིན་བཞིན་ཞུ་ཡ་བྱུང་སོང་ལ་ཨ་རྒྱ་བོ་མཆོག་དཔེ་མི་སྲིད་ཀྱི་ཐུགས་སྙིང་བོ་དེ་དེ་བྱུང་བྱས་ང་ལ་དུ་ཞིག་ད་ཐམ་ནང་ས་ང་དེ་དཔེ་ང་རང་གི་མི་ཚེ་ནང་ལོ་ལ་དེ་ཅིག་ཡིན་ར་ཨ་ནི་ངས་ཡ་ཞུ་ཡ་དེ་ཁ་ཞེ་གཉིས་མེད་ཡིན་མ་གཏོགས་ཡང་གཅིག་འདྲ་ཆགས་རྡོག་གོ་བྱས་ཡ་དང་དེ་འདྲའི་རྩ་བ་གཉིས་ནས་མེད་དེ་བྱེད་དུས། ཨ་ནི། ད་དེ་རིང་ཉམས་མྱོང་ཚོར་འདི་ཞོའི་ནང་མ་ཞུགས་གོང་ལ་ངས། ང་རང་གི་ཚོར་སྣང་ག་རེ་བྱུང་སོང་ཞུས་པ་ན་ད་རེས་འདི་ལ་ཟབ་སྦྱོང་འདི་ལ་ཕན་ཉེས་མང་པོ་ཅིག་བོད་པའི་ནང་དོན་རིག་པ་དང་ཨ་ནི་སྐད་ཡིག་འདི་གཅིག་པོ་གི་ཆེད་དུ་འདི་འདྲ་ཅིག་ཡོང་བ་བྱེད་ངེས་མཐོང་མ་སོང་ཨ་ནི་གཙོ་བོ་ད་འདིར་བ་ཨ་ནི་ག་ཤེད་ལ་ཡིན་པ་ཆ་ཤེས་ན་སོ་སོ་འཕྲོད་བསྟེན་གྱི་དཀའ་ངལ་ཡོད་པ། ཨ་ནི་ག་ཤེད་ཨ་ནི་སློབ་ཆུང་གི་མི་ཚིག་གི་མདུན་ལམ་དང་ཐོག་ནས་དཀའ་ངལ་ཡོད་པ། ག་ཤེད་ཨ་ནི་སུད་སུ་ཕྱག་ལས་གནང་བདེ་བའི་སྐབས་ལ་སེམས་ཁམས་ཀྱི་ཐོག་ནས་ཨ་ནི་ཅིག་དཀའ་ངལ་དེ་འདྲ་བྱུང་བདེ་བའི་རྒྱུ་མཚན་ལྟ་ཅི་ལྟ། ཅིག་སུད་སུ་གི་སེམས་དང་དེ་འདྲའི་གི་ཉིན་རེ་ཉིན་རེ་གི་སེམས་ཁམས་དེ་གི་དེ་གལ་ཆེན་པོ་ཅིག་ཡིན་འདུག་མཚམས་ལ་ཡ་ཨ་ནི་དེ་རི་ད་གོ་བ་ལ་འགྲོ་ན་ཅིག་སུད་སུ་སེམས་བདེ་བོ་བྱ་ཡ་དང་ལྷོད་ལྷོད་བྱ་ཡ་ཅིག་བྱུང་གི་རེད་བསམ་པའི་བསམ་བློ་ཀུན་སློང་གི་ཐོག་ནས་ཨ་ནི། དེ་འདྲའི་ཟབ་སྦྱོང་དེ་འདྲའི་ནང་ལ་འཛུལ་བཞག་དེའི་ཕྱི་དུ་ཚང་མ་ལ་ཡ་ཚང་མ་ལ་ཕལ་གྱི་རྒྱུ་མཚན་ཅིག་ཡོད་རེད་དྲན་གྱི་འདུག་ར་དེ་ནང་བཞིན་གྱི་རྒྱུ་མཚན་ཡོད་པ་ཞིག་སོང་གི་ད་དེ་ལ་ང་རེ་གི་མཐོང་སྣང་ལ་ག་ཞིག་ང་ཚོས་གི་ཀ་ཤིག་སྐད་ཆ་ག་ཤིག་དྲིས་བྱུང་སོང་ཨ་ནི་ཚང་མས་གི་དཔེ་མི་ཚེ་ཕན་ཐོག་བྱུང་སོང་དེ་འདྲའི་ཞུ་གི་འདུག་ཨ་ནི་དེ་ནི་ཕྱི་དུ་ཚང་མ་ལ་ཡ་ཨ་ནི་དེ་རིང་ང་རེ་གི་ཞུ་ཡ་དེ་ཨ་ནི་དོན་ཚན་གསུམ་གང་ཅིག་ཞུས་ན་དྲན་སོང་ཨ་ནི་ད་མ་འོངས་པ་ལ། དེ་གི་དེ་ལས་གཞི་དེ་གི་དེ་ཡར་རྒྱས་ཚགས་ཚུད་ཡོང་ཡ་དང་ཨ་ནི་ལྷག་པར་དུ་ཨ་ནི་ཅིག་ང་རང་ཚོ་བྱེས་ཡོང་སྔོན་དྲན་གི་བསམ་བློ་དེ་འདྲ་ཅིག་ཡོང་ཡ་ཅིག་དང་པོ་དེ་ད་བསླབ་གཞི་དང་མཐུན་རྐྱེན་གི་ཐོག་ལ་ཅིག་ཞུས་ན་དྲན་སོང་ཨ་ནི་ད་འཛམ་གླིང་གི་ས་ཆ་མང་པོ་ང་ཚོ་མཐོ་སློབ་མང་པོ་འགྲིམས་མྱོང་ཡོད་ཨ་ནི་ཁྱེད་རང་ཡི་གེ་སྦྱངས་རྗེས་ཁྱེད་རང་ལ་དངུལ་སྤྲད་ཡ་དང་ཁྱེད་རང་ལ་མཐུན་རྐྱེན་བྱས་ཡ་དེ་འདྲ་བོད་པའི་སྤྱི་ཚོགས་མང་དུ་མཐོང་མ་སོང་རེད་བ། ཧ་ནི་རྒྱ་གར་སྤྱི་ཚོགས་ནང་ནི་ཚང་མ་ཡ་ཐི་ཡན་མི་འདུག་མ་ཐི་ཡན་ནི་ནི་ཡོད་མ་རེད། དེ་རྗེས་སུ་མ་ལ་ང་རང་ཚོ་པེ་སུ་ནམ་འགྲོ་ཆེད་ང་རང་གིས་ད་ཅིག་ཚེ་སྔོན་གྱི་ལས་ཡིན་ན་འདྲ་ག་འདྲ་དེ་འདྲས་ཀྱི་ཟབ་སྦྱོང་དེ་འདྲས་ཅིག་ལ་བཅར་ཡག་དང་དགེ་རྒན་བཟང་པོ་དེ་འདྲས་བཙལ་ནས་ཨ་ནི་ཅིག་སློབ་ཚན་དེ་འདྲས་ཞུ་ཡག་རེད་ཨ་ནི་ཡིག་སྦྱང་ཡག་གི་གོ་སྐབས་རེད་བ་དེ་ང་ཚོ་ཚང་མ་གཉིས་སྐལ་བ་བཟང་པོ་ཞིའུ་ཅིག་བསགས་ཡོད་རེད་དྲིང་དུ་མང་པོ་ཅིག་འདི་གོ་སྐབས་ཡོད་པ་ཡིན་པ་ནི་སིར་སྟོང་པ་ཡོད་པ་ཡིན་པ་ས་མིག་སྟོང་པ་ཡོད་པ་ཡིན་ནི་སླེབས་ཐུབ་མི་འདུག་བ། ཡང་ཅིག་ལྷས་དེ་འདྲའི་མ་ས་བ་དེ་འདྲ་ཡིན་གྱི་རེད་དྲན་གྱི་འདུག་དེ་སོང་ཙང་དེའི་ཤེས་ཚུལ་ཙམ་ལ་ཨ་ནི་ངས་དེ་གལ་ཆེན་པོ་ཞིག་མཐོང་སོང་ཨ་དེ་ནས་ད་བསླབ་གཞི་གི་ཐོག་ནས་ད་ཞུས་པ་ཡིན་པ་ན་ད་རེས་དེ་ལ་ད་ཆོས་འབྱུང་གི་ཐོག་ནས་ཞུས་པ་ཡིན་པ་ན་ཨ་ནི་ང་ཚོ་དར་མ་རག་ཤི་ད་དང་ཨ་ནི་བསྟན་པ་རབ་རྒྱས་ལགས་ཀྱིས་དེ་འདྲ་མཛད་གནང་བའི་ལོ་ཆུང་སྒང་ལ་ང་ཚོ་དུས་ཤིག་རྒྱལ་བཙུན་སྤྲུལ་ལགས་ཀྱིས་འཁྲིད་གནང་མཛད་ཡོད་རེད་ཨ་ལྷག་པར་དུ་ཨ་ནི་རྒྱལ་སྲས་ལགས་ལན་བསོད་བདུན་སྒང་ལགས་ཀྱིས་རྒྱལ་མཚན་ལ་དུས་ཤིག་འཁྲིད་གནང་མཛད་ཡོད་རེད་ཨ་དེ་ཚོ་དཔེ་མི་སྲིད་པའི་ཅིག་སེམས་ནང་ལ་ལ་ཟུག་པོ་དང་ཉིན་རེ་ཉིན་རེ་བྱ་བྱ་ནང་ལ་ལ་གོ་བདེ་བོ་ཕན་ཐོགས་ཆེན་པོ་བྱུང་གི་འདུག་དྲིང་དུ་ཉེ་ཆར་ང་ད་ལྟ་ཨཧཱ་མོམེནས་ཟས་ཀྱི་དེ་འདྲ་ལེ་ཚན་བྱུར་ཡུ་ཀྲུབ་ཀྱི་ངའི་རོགས་པ་ཅིག་དེ་དཔེ་ཀེ་ར་འགྲོ་དེར་ཁོ་རང་དེ་ནང་ལོགས་ལ་ལེ་ཚན་དེ་ནང་ལོགས་ལ་མི་གཅིག་དེ་སུ་ལ་ན་ང་ཚོ་བོད་པའི་ནང་ལོགས་ལ་ད་ལྟ་སྒྱུ་རྩལ་བ་བསོད་ནམས་སྟོབས་ལྡན་ལ་རེད། ཁོ་རང་ད་ལྟ་ཕ་ཡུལ་ནང་ལ་ལ་དཔེ་ཀློག་ཉན་བཟོད་ཡ་ད་དེ་འདྲའི་གང་ལ་ད་ཀློག་ཉན་ད་ཨ་ནི་དུས་རྒྱུན་ནས་གཞས་བཏང་གནང་གོ་ར་ཁོ་རང་དཔེ་ད་སྐྱེས་ར་འགྲོ་རྙེད་ར་འགྲོ་ད་འགྲོ་བཞིན་པ་རེད། ཨ་ནི་ཁོ་རང་གིས་འདིའི་ནང་ལོགས་ལ་ག་རེ་གསུང་གི་འདུག་ཟེར་བ་ཡིན་ན། ཁོ་རང་གི་མི་ཚེའི་ནང་ལོགས་ལ་འགྱོད་ཤུགས་ཆེན་པོ་ཞིག་ཕྱིན་སོང། དེ་ང་གཉིས་མ་ཁོ་རང་གཉིས་མ་གྲྭ་བ་ཡིན་པའི་སྐབས་ལ་རྒྱལ་སྲས་ལག་ལེན་གསོ་བསྟུན་གྱི་ནང་ལོགས་ནས་ད་ད་དུམ་ཚན་གཅིག་རེད་ཤག་ད་ད་སེམས་བསྐྱེད་ཀྱི་དེ་གང་ལ་ད་ད་ཅིག་འདུག་དེའི་ཐོག་ནས་ཁོ་རང་ལ་དཔེ་མི་སྲིད་ཀྱི་ད་ཅིག་སེམས་ནང་ལོགས་གཟུགས་པོ་ཞིའུ་ཆུང་གསུངས། ཨ་འདི་ད་ནི་ཁོ་རང་གིས་གསུངས་ནང་སོ་ར་ཐོག་མེད་དུས་ནས་བདག་ལ་བརྩེ་བ་ཡི། མ་རྣམས་བསྡུས་ན་རང་དོན་གཅིག་ཞིག་བྱ། ཨ་ནི་དེ་རྗེས་སེམས་ཅན་མཐའ་ཡི་འབྲེལ་ཆེ་ཆེ་ཨ་ནི་བྱང་ཆུབ་སེམས་རྒྱལ་སྲིད་ལག་ལེན་ཟས་ཆོག་དེའི་གིས་དེའི་གིས་ཁོ་རང་ལ་སེམས་སྣང་ལོག་ལ་མི་བརྩི་བར་ཅིག་རྒྱུ་བ་བཏང་ཡ་དང་ཅིག་ཕ་མ་ལ་ཞབས་ཕྱི་ཞུ་ཡ་དང་དེ་འདྲས་གིས་ཅིག་བྱེད་ཅིག་ད་ད་ལྟ་ཁོ་རང་དཔེ་མི་སྲིད་པའི་མདུན་ལམ་ཡག་པོ་ཞིག་བགྲོད་དེ་ད་ད་ཅིག། ཉམས་སུ་ལེན་པ་ཡིན་པ་ན་ད་ཕན་ཐོག་ག་ག་གེ་སུ་ཡོད་པ་དེ་མིག་སྟོང་ལག་ཟིན་འགྲོ་ཞིག་མཐོང་ངོ་དགོས་འདུར་བ། འདི་འདྲ་ཅིག་ཞུ་འདོད་བྱུང་སོང་ཨ་ནི་དམིགས་བསལ་གྱི། རྒན་ནཱ་ག་ལགས་ཀྱིས་ང་རང་ཚོ་ལ་ད་བསླབ་གཞི་བརྡ་སྤྲོད་རེ་ད་ལྷག་པར་དུ་ཨ་ནི་ཅིག Sanskrit དང་བྲལ་བའི་ཐོག་ནས་དེ་ནི་མང་པོ་ཅིག་བསླབ་གནང་སོང་བས་མི་སེར་བས་དུ་ང་ཚོ་ནམ་རྒྱུན་ཤེས་ཀྱི་ཡོད་བསམ་དེ་ཉེར་འགྲོ་ཡིན། ད་འཛིན་གྲྭ་བཅུ་གཉིས་ཐོན་ས་ད་གྲངས་ཀ་རོ་ད་ཤེས་ཀྱི་ཡོད་བསམ་དེ་ནི་བས་གྲངས་ཀ་དེ་འདྲས་བས་མ་ཤེས་ཡང་དེ་འདྲས་འདུག་ད་མཚམས་མཚམས་ང་ཚོ་གྲངས་ཀ་བྲིས་ཙང་མ་ཤེས་ཡང་དེ་འདྲས། འོ་འདི་ཅི་འདུག་ས་མ་ལངས་ཨ་ནི། ལྷག་པར་དུ་རྒྱལ་རབས་ཀྱི་ཐོག་ནས་ཞུ་བ་ཡིན་པ་ཡིན་ན་ཨ་ནི་ད་ལྟ་དེ། ང་ཚོ་ད་ལྟ་སྣར་གྱིས་ངག་དབང་དོན་འགྲུབ་ལགས་ཀྱིས་བརྩམས་གནང་བའི་གི་ག་བ་ཀུན་གྲོལ་ཅོག་གསུམ་ཐོག་ལ། དེ་གའི་དེ་མཛད་པ་ཁྲི་ལས་དེ་གའི་དེ་ང་ཚོ་སྤྱིར་ན་སློབ་ཚན་ཁོ་རང་གི་ཀློག་དེབ་དེ་བསླབ་བྱའི་དེ་བྲིས་སྟངས་དེ་གའི་དེ་ཁོ་ཆབ་སྲིད་ཀྱི་ཚིག་དང་དེ་ནས་ཕྱུག་པོ་འདུག། ག་ཤེད་ག་ཤེད་ལ་ང་ཚོ་དེ་དེ་ཞུ་དུས་ཁག་པོ་འདུག་ཡིན་ནའི་རྒྱལ་ལགས་ཀྱིས་བསླབས་གནང་བའི་སྐབས་ལ་ཅིག་གོ་བདེ་བོ་བྱས་དེ་འདྲ་ཅིག་གནང་མདོག་འདུག་ས་མ་ལ།

ང་ཚོ་ཚང་མ་ལ་ཅང་ཤེས་གསར་བ་ཅིག་ལྟ་ཅིག་ཐོབ་སོང་བསམ་པའི་འདི་འདྲ་ཞིག་དྲན་སོང་བསམ་གྱི་འདུག་ཨ་ནི། དེ་ནང་བཞིན་གྱི་ཨ་ནི་ང་ཚོ་འདུ་ཤེས་ཀྱི་བོད་པའི་གི་ད་ཟློས་གར་དང་དེ་འདྲའི་ཐོག་ལ་ཡང་ང་ཚོ་མི་རམ་ཕྱི་མི་ལབ་ཀྱི་འདུག་ཤིག་ང་ཚོ་ལབ་ན་མཛེས་བ་ཞིག་ལབ་ཡོད་རེད་འདི་དེ་ཚོ་དཔེ་མི་སྲིད་པའི་ཕན་ཐོག་བྱུང་སོང་ཞིག་ཞུས་ཡིན་ར་ད་འདི་ཞིག་ང་ཚོ་དེ་བཞིན་འཁྲབ་ན་འཁྲབ་གི་རེད་བ། ཨ། འདི་འདྲ་རེད་ཨ་ནི། དམིགས་བསལ་གྱིས་ཨ་ནི་ང་ཚོ་སྐྱེ་ཡི་གེ་ལགས་ཀྱིས་ད་ལྟ་ང་ཚོ་བཀྲས་ཟུར་ཚང་གི་གཏམ་རྒྱུད་ལས་ཟུར་ཚང་མ་ལ་བོད་ནང་ལོགས་ནས་བརྩམས་བཞག་རྒྱུར་གྱིས་ཨ་ནི་གྲགས་སྟོང་བཀྲས་གླིང་དབང་རྡོར་ལགས་ཀྱིས་བརྩམས་གནང་རྒྱུར་གྱི་བརྩམས་སྒྲུང་ཞིག་རེད་ཨ་ནི། ང་ཚོ་བོད་པའི་གི་གོམས་གཤིས་ནང་ལོགས་ལ་དེང་སང་འགྲོ་འཆར་བྱས་ན་ཚང་མ་འགྲོ་ཞིག་ཨ་ནི་དབྱིན་ཇིའི་གི་ཅིག་བརྩམས་སྒྲུང་དེ་འདྲའི་ཀློག་ཨ་ནི་དབྱིན་ཇིའི་གི་དེ་འདྲ་ནང་ལོགས་ཆེ་དུས་མ་ལོགས་དབྱིན་ཇིའི་གི་དེབ་ཀློག་ན་ཨ་ནི་དབྱིན་ཇིའི་མི་འདུག་ཤེས་ཡ་གྱ་ཡོད་མ་ར་ཨ་དམིགས་བསལ་གྱིས། དུས་ཚོད་ནང་ལོགས་ལ་བོད་ནང་ལོགས་ལ་བརྩམས་བཞག་རྒྱུ་འདུག་ཚོ་ང་རང་ཡང་གི་གར་སྤེལ་ན། བཀྲིས་ཟུར་ཚང་གི་གཏམ་རྒྱུད་ལས་འདི་རུ་ཆགས་ཤེ་ན། ངས་སྙེ་མ་ང་རང་སྙེ་མ་ནས་ཚར་གཅིག་གློ་ཡ་སློང་མྱོང་ད་ལྟའི་ཡང་བསྐྱར་ཀློག་གི་སྐབས་ལ། སྙེ་མ་གི་དུས་ཚོད་དུས་རབས་ཉི་ཤུ་པའི་ནང་ལོགས་ལ་བོད་པའི་གི་སྤྱི་ཚོགས་གི་རྣམ་པ་ག་འདྲའི་རོལ་གྱི་ཡོད་རེད་བ། ཨ་ནི་ཅིག་འུ་ལག་འགྱུར་ཉེན་འདུག་ཚོ་འདུག་འདུག་ཚོ་གི་སྤྱི་ཚོགས་གི་འཚོ་བ་ག་འདྲའི་ཁོ། ང་ཚོ་སྙེ་མ་ད་ང་ཚོ་དགུ་བཅུ་ནང་སྐྱེས་རེད་དེ། ཕ་གི་ན་ཕ་འགྲོ་ཡ་དང་དེབ་ལོག་ནས་དེ་འདྲ་གི་སྤྱི་ཚོགས་ཧ་གོ་ཡ་དང་དེ་ནང་བཞིན་གི་ཁ་ཚིག་ང་ཚོ་འགྲིམ་ད་ད་དེ་དེབ་གི་ད་ད་དེ་ཚོ་འཚོ་བའི་སྐབས་ལ་དེ་མང་པོ་ཞུ་འདུག་ཨ་ད་ད་འོ་དེ་འདྲའི་མང་པོ་ཅིག་ང་ཚོ་ད་མུ་ཐུན་ཀློག་ཐུབ་པ་ཡོད་ན་དཔེ་མི་སྲིད་པའི་ཡག་པོ་འདུག་བསམ་པའི་གི་བསམ་བློ་དེ་འདྲ་ཅིག་དྲན་སོང་ད་དེ་ནས་ང་རང་གི་བསམ་ཚུལ་ཅིག་ཞུ་ཡ་ལ་ད་ད་བསླབ་གཞི་དང་འབྲེལ་བའི་ཐོག་ནས་མ་འོངས་པ་ལ་ཨ་ནི་ཆོས་འབྱུང་དུ་མཐོང་ནས་བས་ན་ང་ད་ལྟ་བྷི་གི་ཟླ་དྲུག་གཟབ་ཁྲིད་འདི་དེ་ཡ་ཅི་ང་རང་མཉམ་ཞུགས་བྱས་ཡ་བྱུང་ང་སོང་ཙང་ཨ་ནི་དམིགས་བསལ་གྱི་གྲུབ་མཐའ་འདི་གང་ལ་རྒན་ལགས་རྣམ་པ་ཨ་ནི་འཇུག་མ་འོང་པར་ཅིག་ཤུལ་དུ་མ་ནི་དཔེ་མི་སྲིད་ཕན་ཐོགས་འདུག་བསམ་བསམ་རེ་རེ་དྲན་སོང། ཨ་ནི་དམིགས་བསལ་གྱི་བདེན་པ་ཞིག་རྣམ་བཞག་དང་འདི་འདྲི་སྐབས་ལ་འདི་ཞིག་ཞུ་ཡ་དྲན་སོང་ཨ་ནི་ད་དེ་ནས་དོན་ཚན་ཐ་མ་གཉིས་བ་འདི་གཉིས་བ་འདི་ད་ནང་ཉིད་ད་ཀུན་སློང་དང་བདུན་པ་ཅིག་གི་ཐོག་ལ་ཅིག་ཞུ་ན་དྲན་སོང་རེད་བ། ཨ་ནི་ང་ཚོ་རང་ངོ་རང་ཞེན་དང་རང་སྐྱིད་རང་བཀུར་ཟེར་ཡ་ཅིག་ཡོད་རེད། ཨ་ནི་ང་ཚོ་མང་པོ་ཅིག་དཀའ་ངལ་ཁ་འཁྲིར་འདུག་ཟེར་འབའ་ཡོད་མེད་ནང་ཉི་མ་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་བཀའ་སློབ་ཞིག་འདུག་ད་ལྟ་བོད་པ་ཚང་མ་ནུབ་ཕྱོགས་པའི་གི་དེ་ལ་མིག་དཔེ་ཞིའུ་ཅིག་བལྟ་གི་འདུག་དུས་ཚོད་ཅིག་ལ་སུ་སུ་ཚང་ལ་ལོག་ལན་ལོག་ཡོང་ཡ་གི་དུས་ཚོད་ཅིག་ཤར་གི་རེད། རེད་བ། དེ་གཉིས་ཏན་ཏན་རེད་དྲན་གི་འདུག་ར་ད་ལྟ་ང་རང་ཚོ་ལས་འདོད་ཆེ་ཡ་ཆ་ཚང་ཅིག་ཕར་འགྲོ་ཙམ་མ་ནུབ་ཕྱོགས་མི་ཚང་མ་ཚུར་ལས་འགུག་ཚུགས་དུ། གལ་སྲིད་ང་ཚོ་ས་མིག་མར་བཀྲམ་པའི་སྐབས་ལ། ས་མིག་སྒོར་དམག་ཁང་ཡི་རྒྱུ་མཚན་ག་རེར་ལབ་ན་བོད་པའི་སྤྱི་ཚོགས་ནང་ལོགས་ལ་ཕ་མ་ཡིན་ན་འདྲ་ང་རང་ཚོ་གཞོན་སྐྱེས་ཡིན་ན་འདྲ་མང་པོ་ཅིག་གིས་བོད་པའི་སྐྱིད་དང་རིག་གཞུང་གི་ཆེ་མཐོང་འདི་དང་འདི་གིས་ཁ་བའི་གཅེས་ནོར་ཟིག་དང་ད་ལྟའི་འཇིག་རྟེན་ཡོངས་ཁྱབ་ཀྱིས་ད་ཅིག་ཅིག་སོ་སོའི་མི་ཚེ་ཡིན་ན་འདྲ་ནང་མི་ཡིན་ན་འདྲ་འཛམ་གླིང་སྤྱི་ཡོངས་ལ་ཕན་པ་གི་འདི་གི་རིན་ཐང་འདི་མ་ཤེས་པའི་གི་རྒྱུ་མཚན་ད་ཅིག་ཡོང་གི་ཡོད་མ་རེད་དྲིང། རེད་བ། དེ་འདྲའི་ཡིན་དུས་ཚང་མ་ལ་ཨ་ནི་དེ་ད་ང་ཚོ་དེ་འདྲ་ཞིག་མཁྱེན་པའི་ཐོག་ནས་ཨ་ནི་ཅིག་ང་ཚོ་སྦྱང་སྡོད་བྱས་ཀྱི་ཀུན་སློང་ད་གཙོ་ཆེ་ཆུ་ཀུན་སློང་རེད་བསམ་གྱི་འདུག་ཀུན་སློང་མེད་པ་ཡིན་ན་ཨ་ནི་སྦྱང་གི་མ་རེད་བ། དེ་ཚང་མ་ལ་ཨ་ནི་དམིགས་བསལ་གྱི་ད་ད་ད་ར་རོགས་པ་ག་ཞིག་གར་འདུག་ཟེར་བ་ཡིན་པ་ན་སྦྱང་ག་ཡོང་ཡང་དཔེ་ཞལ་དེ་བྱ། དེ་ང་ཚོ་ཚང་མས་ཀྱི་དེ་སྟབས་བདེ་བོ་བཟོ་དགོས་ཀྱི་འདུག་དཔེར་ན་ཆ་ཤས་ཨིན་ཇིའི་སྐད་ཐོག་མ་ལ Stereotype ཟེར་ཡོད་ར། བོད་ནས་ཡོང་རྒྱུའི་སྤུ་བོ་ཚང་མ་བོད་ཡིག་དཔེ་ཡག་པོ་ཡོད་རེད་ཟེར། ང་བོད་ལ་སླབ་གྲྭ་བ་འགྲོ་མིན་དཀའ་ཁང་བར་ཤིང་མེད། ང་རང་བྱ་ཡན་ཚང་མ་ང་ཚོ་སླུབ་ཕྲུག་ཞིང་པ་ནང་བྱས་བྱས་ང་སྔོན་འགྲོ་སླབ་གྲྭ་ནས་བྱས་བྱང་ཡོད་མི་འདུག་ད་དེ་འདྲ་ཁྲ་ལི་དྲོན་མོ་ཤིང་བ་དེ་དེ་འདྲས་ཀྱི་ཀུན་སློང་དེ་འདྲས་འདུག་ཨ་ནི་ཆོས་ལས་དོ་ཚང་མ་ལ་ད་གྲྭ་བ་ཚོ་ཚང་མ་ད་ཆོས་དཔེ་ཡག་པོ་ཡོད་རེད་ཟེར་ཡ་འགྲོ་ཨ་ན་མ་ཟེར་ལ་སུ་སུ་བྱང་བ་ཡིན་པ་ན་ཡང་མི་སྐད་ཚོ་ཚོ་ཤིང་གི་མེད་པ་ཟུར་དེ་འདྲས་རེད་བྱས་ཀྱི་ཀུན་སློང་དེ་ད་གཙོ་ཆེ་ཆུ་ཀུན་སློང་རེད་འདུག། ཨ་ནི་ང་ཕྱི་རྒྱལ་ལ་སྐྱེས་ཡིན་ང་ནུབ་ཕྱོགས་ལ་སྐྱེས་ཡིན་ང་དཔེ་བོད་པའི་སྤྱི་ཚོགས་ན་ཡོད་མ་རེད་ཟེར་ང་དཔེ་བོད་སྐད་དཔེ་ཡག་པོ་རྒྱལ་མཁན་དེ་འདྲས་ང་ཐུག་མྱོང་ཡོད་གྲོགས་པོ་དེ་འདྲས་ཡོད་དེ་སོང་ཙང་སུས་སུས་ཀྱིས་དོ་སྣང་བྱེད་མ་བྱེད་ཅེས་དེ་འདྲས་ཆོས་འབྲེལ་བཤད་བསམ་གི་འདུག་ར་རྒན་ད་ག་ལ་ག་དུས་ནས་བཟུང་ད་སུས་སུས་མ་བྱེད་ན་ད་ལོ་བཅོ་གསུམ་ངན་ལ་ངུ་ནུས་ཤོར་བཤད་རྒྱུ་དེ་ད་དེ་རིང་ནས་བྱེད་མེད་བ་བྱེད་ལས་དེ་འདྲས་འགྲོ་ད་སུས་སུས་ཀྱིས་ཆོས་བྱེད་ཀྱི་བྱེད་ཀྱི་མ་མ་ཕེབས་པ་ཡིན་པ་ན་མ་སྦྱང་བ་ཡིན་པ་ན་ད་ད་རང་རེད་བཤད། རེ་བ་དེ་གཅིག་ཤོད་ཨ་ནི་དམིགས་བསལ་གྱིས། གཅིག་འདི་ང་བོད་པའི་སྤྱི་ཚོགས་ནང་ལོགས་ལ་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་སྡུག་ཤུགས་གཅིག་ག་རེ་སོང་བ་ཡིན་པ་ན། ལྟས་ཤིག། མི་གཅིག་གིས་འཇང་ཡང་ཐབས་ཤེས་ཆེ་བའི་སྐབས་ལ། ཁོ་ཡར་འབུད་རྒྱག་རྒྱག་ལ་བསམ་བློ་བཏང་དགོས་རེད་དྲན་གི་འདུག་རེ་བ། ཤེས་ཀྱི་མི་འདུག་ཟབ་ཆ་གཅིག་མཐོང་ཆུང་དང་ཁྱད་གསོད་བྱས་དེ་ངས་ཡག་པོ་མཐོང་གི་མི་འདུག། ཨ་ནི། སྦྱང་ཉིད་ཤེས་ཀྱི་མ་ཤེས་ཉིད་ཚོ་ཡིན་པ་ནི་སྦྱང་ཡང་འབད་བརྩོན་བྱས་དེ་ཡང་གལ་ཆེན་པོ་རེད་དྲན་གྱི་འདུག་ར། ཨ་ནི་སུ་སུ་ཡང་མ་སྦྱང་མི་ཁྱེད་སུ་བྱེད་ཀྱི་འདུག་ལབ་བསྡད་ན་ཨ་ཡང་དེ་ཏག་ཏག་ཅིག་བསྡད་ཀྱི་མེད་རེད་བསམ་གྱི་འདུག་ཨ་ནི་སྦྱང་ཉན་ཚོ་ཡིན་པ་ནི་ང་ཚོས་འོ་སྐྱོར་དཔེ་ཡག་པོ་ཞིག་འདུག་དབྱིན་ཇི་དུ་ཚོ་དཔེ་གོམས་གཤིས་ཡག་པོ་འདུག་ཨ། དཔེ་ཡག་པོ་ཞིག་ཁྱོད་དེ་ཁྱེད་རང་གི་ཚིག་ཚིག་གཅིག་དུ་ཚོ་དཔེ་སྙན་པོ་འདུག་ཏག་གོ་ནི་མུ་མཐུད་བྲིས་ལ་ལད་དུ་ཚོ། ཨ་ནི་དེ་འདྲས་ཀྱི་གོམས་གཤིས་ཅིག་འཇགས་ཐུབ་པ་ཡིན་པ་ན་ཨ་ང་ཚོ་རང་བཞིན་གཉིས་ཀ་ལ་ཕན་ཐོགས་བྱུང་གི་རེད་དྲན་གྱི་འདུག་ཨ་འདི་བྱེད་ཀྱིན་ཨ་ནི་ཀུན་སློང་དང་བདུན་པ་གྱི་ཐོག་ནས། ཅིག་ཞུས་ཡ་ཅིག་འདི་ད་ང་ཚོ་ཚོགས་པ་དཔེ་མང་པོ་འདུག་བལ་བོད་རྗེ་ཙོང་ན་ད་མིག་པོ་ཤེས་ཙོང་ན་ཚོགས་པ་དཔེ་མང་མང་དྲག་རྒྱུ་རུ་ཟློག་གི་ཡིག་གི་ཐོག་ནས་རེད་སྤྱི་ཚོགས་ཞབས་ཞུ་གི་ཐོག་ནས་ཡིན་ན་རེད་ཆབ་སྲིད་གི་ཐོག་ནས་ཡིན་ན་རེད་ཚོགས་པ་ཆ་ཚང་གི་ང་ཚོ་གི་མིང་དང་དོན་གཉིས་ཕྱག་ལས་འདི་གས་འདི་མཐུན་པ་བྱས་ཏེ་དཔེ་མི་སྲིད་ངེས་ཀི་ང་རང་གི་བསམ་ཚུལ་འདི་འདྲའི་འདྲ་ཆུ་ཡོད། འབོད་སྒྲ་དག་འདི་གའི་དེ་ཆ་ཚང་གཅིག་ནས་གཅིག་བོད་དོན་དང་འདི་འདྲ་ཡིན་པ་ཡིན་ན། དེ་གཞི་བཟུང་གི་ལག་ལེན་དེ་ཡང་བོད་པའི་གི་བོད་དོན་དེ་ག་འདྲས་སྒྲུབ་དགོས་ཀྱི་འདུར་བ་དེ་སྒྲུབ་དགོས་ལ་བོད་པའི་ཆོས་དང་རིག་གཞུང་གི་ཐོག་ནས་ཕྱག་ལས་ག་རེ་གནང་གི་ཡོད། སུ་སུ་རང་གི་ཚོགས་པའི་གི་མིང་བྱང་དང་ཚོགས་པའི་གི་ང་ཚོ་ལས་ཤོག་དུ་བ་དུ་ཚོ་ནང་ལ་གཏོང་ཡིག་བྲི་བའི་སྐབས་ལ་བུ་ཡིག་བྲི་གི་ཡོད་བྲི་གི་མེད

ད་མཐའ་དོན་དེ་ལ་ཞུ་ཡ་དེ་ལེགས་བྱང་དང་རྒྱུན་སྐྱོང་གི་ཐོག་ལ་ཡིན། ད་ང་ཚོ་མཉམ་མེད་ཇོ་ཆེན་པོ་གི་གསུང་གནང་ཡོད་ར་བ་ང་ཚོ་ཚེ་འདི་ཡུན་ཡུན་ཐུང་ཤེས་བྱའི་རྣམ་གྲངས་མང། ཚེ་ཚེ་ཡུད་ཙམ་ཇི་ཙམ་མི་ཤེས་པས་ངང་པའི་ཆུ་ལས་འོ་མ་ལེན་པ་ལྟར་རང་གི་འདོད་པ་དང་པོ་བླངས་པར་བྱ་ལེ་ཙམ་མ་ད་ཚང་མ་ཤེས་ཅི་ད་ཁྱེད་ཡོད་མ་ར་ང་ཚོ་དེ་ཙམ་མ་ལ་ཨ་ནི་ང་རང་ཚོས་སུ་སུ་སུ་སུ་མི་ཚེ་ནང་ལོ་ལ་ཁོ་བོའི་གི་ཏུ་ཤེས་བྱ་རྣམ་གྲངས་ཁ་རག་རུ་དེ་གས་དེ་བྱས་དཔེ་མེད་ཚིག་གས་ཆེན་པོ་རེ་ཕྲེང་འདུག་ང་རང་ངོ་ནི་ང། དེ་ཡོན་ཡའི་རྒྱུ་མཚན་ག་ལ་ང་མི་མང་པོ་ལ་ངའི་རོགས་པ་དེ་འདྲ་ལས་ལབ་ཟེར་ར་ངའི་རོགས་པ་ག་ཞིག་ད་དེ་འདྲ་ཐུགས་སློབ་ཐོན་ལས་ཀ་ཆེ་ཨ་ནི་ལོ་ཨོ་ཟེར་ཡ་ལས་སྐྱོན་འདི་འདྲ་འདྲ་གྱི་ལ། ད་ད་འདོད་ཡ་ཇག་ང་དྲུག་ཡིན་པའི་ལས་དེ་འདྲ་ཡོད་ར་དེ་གཅིག་སེམས་ཤུགས་རུ་ཅིག་ཅག་བྱེད་མི་ད་ཧ་ད་འདོད་ཇག་ང་དྲུག་ཡིན་པའི་ལས་དེ་འདྲ། དེ་འདྲའི་ལ་ངས་བྱུང་ཟེར་ར་དེ་འདྲ་ཡག་པོ་མ་རེད་ཕྲེང་འདུག་ར། ཨ་ནི་ང་རང་འགྲོ་ཤེས་ཆེ་ན་དེ་ལ།

ཁྱེད་ཚོ་ཟླ་དྲུག་གཟབ་ཁྲིད་རུ་ད་ལྟ་ང་ཚོ་ཧུན་སུར་རུ་ཕྱིན་ད་ཕྱི་ཐང་ནས་རྒྱ་གོར་མོ་ཅིག་གསུང་ཆོས་དེ་འདྲས་ཁྲིད་གནང་གི་ཡོད་རེད་གནས་གཅིག་ཡུ་ཀྲུབ་དེ་འདྲས་ནང་ལ་ལ་ཟི་གལ་མང་པོ་རེད་ཇོ་མ་ཟབ་ཁྲིད་ད་ད་འདྲ་ད་འོ་ད་སྐད་སྐྱུར་ད་འདྲ Translation ག་ཅིག་དེ་ཡུན་གོར་ཡུན་གོར་རུ་བ་ཨ་ལྷག་པོར་དུ་ཕི་གེ་ནང་ཆོས་དེ་འདྲས་རྒྱུ་མའི་འཁྲབ་ཚང་ན་སྦྱང་ཡ་ཡིན་པ་ན་དཔེ་མི་སི་ཕན་ཐོག་ཏུ་ངས་ཁྱེད་རང་ཚོ་ལ་ཨ་ནི་ཅིག་ཕེལ་ཐུབ་ན་ཡག་པོ་ཡོད་རེད་ཞེས་ཞུ་ཡ་ཅིག་གེ་དེ་ཡིན་དེ་འདྲས་སོང་ཙང་ཨ་ནི། ད་མཐའ་མ་དེ་ལ་ཨ་ནི་ང་ཚོ་ཚང་མ་ལོ། ང་ཚོ་ཚང་མ་ལོ་དྲིན་ཚ་བར་བྱེད་རེ་ཆགས་རེ་བསམ་གི་འདུག་ར། དེ་རིང་སྐད་ཆ་དེ་མང་དྲགས་སུ་དགོངས་ཀྱི་མེད་པ་ཅི། ཨ་ནི་ང་ཚོ་ཚང་མ་ད་དཔེ་མཛོད་ཁང་གི་སློབ་ཟུར་ཅིག་རེད། ཨ་ནི་དཔེ་མཛོད་ཁང་དེ་ད་ང་རང་གི་ནང་གསའ་བ་ན་ནང་དཔེ་མང་པོ་ང་ནང་དཔེ་མང་པོ། ང་ཚོ་འདི་བོད་ཁྱིམ་ནས་ཅིག་ནང་དཔེ་མང་པོ། ད་དེ་ནང་བྱེད་རེ་བསམ་གི་འདུག་ར། ཨ་ནི་རྒན་ལགས་རྣམ་པ་ཚོའི་མི་ག་དུས་ཡོད་མེད་ལ་འཛིན་གྲྭ་གྲོལ་བ་ཡིན་པས་ནས་ཨ་ནི་ཟུར་དུ་ལ་བ་ཛབ་འདུག་ལ་རྒན་ལགས་འདིའི་ཤེས་ཀྱི་མི་འདུག་ཀུ་ཅི་འདིའི་ཅིག་བྲིས་གནང་རོགས་ལ་ནམ་ཟ་ཀ་ང་གནང་ནམ་ཟ་ལན་གནང་གནང་གི་འདུག་ར་ལ་ཀུ་གནང་གི་འདུག་ར་མུ་མཐུད་ནས་དེ་འདྲའི་རྙོག་དྲ་ཞུ་ཆོག་པ་ཞིག་རེད་བ་ཨ་ནི་ཨ་ནི་ང་རང་གི་གྲོགས་པོ་གྲོགས་མོ་ཚོ་ཡིན་པས་ནས་ང་ཚོ་ད་འབྱོར་མ་ཨ་འདྲའི་དེ་འདྲའི་ལས་གཞི་དེ་མ་སྤེལ་བའི་སྐབས་ལ་ང་རང་ཚོ་ཁྱབ་བསྒྲགས་བྱས་ཏེ་ང་ཚོའི་ལས་འགན་ཞིག་རེད་བསམ་གི་འདུག་ར་གྲོགས་དེ་འདྲ་བསྒྲུབ་ན་ཡག་པོ་རེད་དཔེ་ཡག་པོ་འདུག་ལ་ཞོར་ར་དེ་འདྲའི་ཅིག་གནང་རོགས་གནང་ཞོན་ཡིན་ཨ་ནི་དེ་འདྲའི་ཅིག་གནང་ཐུབ་པ་ཡིན་པ་ན

པའི་ཕྱག་ལས་རང་གནང་དེ་ཉིད་འདི་འདྲའི་བསྡུར་བ། དུ་ཚོགས་ང་ཚོ་སྤྱི་ཚོགས་ཀྱི་ཐོག་ནས་ཅིག་ངོ་ཐག་ཆོད་པའི་ཐོག་ནས་དེ་འདྲའི་ཅིག་ལས་གཞི་དེ་གས་དེ་གལ་ཆེན་པོ་བརྩི་ན་ཡང་རེད་ལྷག་པར་དུ་ཆོས་རིག་ལས་ཁུངས་རེད་ཨ་ནི་ཅིག་ད་ང་ཚོ་རྒྱབ་ཇི་གས་རོགས་སྐྱོར་བྱེད་མཁན་མང་པོ་ཡོད་ར་དེ་གས་དེ་གས་དངུལ་དེ་ཚོ་བཏང་གནང་བྱས་ཕི་གས་ཀྱི་ཁྲེད་དེ་གས་དེ་ང་ཚོ་ལ་བཏང་གནང་ཡོད་སྐབས་ལ་ང་ཚོ་ལྟས་ཤིག་ངོ་ཚ་ནང་རུ་ཐོག་ནས་བྱས་དགོས་ར་ཁྲེད་ཡོད་རེ་ཞུ་དགོས་དགོས་ར། དེ་སོང་འདི་འདྲས་ཀྱི་ཐོག་ནས་འདི་བྱས་ཡིན་ཨ་ནི་དམིགས་བསལ་གྱི་འདི་ཆོས་རིག་ལས་ཁུངས་ངོས་ནས་འདི་ལས་གཞི་འདི་འདྲ་བོ་འདི་དཔེར་ན་ང་རང་འགྲོ་ཆ་ཆུང་ཕི་གི་ཟབ་ཁྲིད་འདི་བྱུང་ན་དེའི་ཟབ་སྦྱོང་དེ་རོལ་འགྲོ་མྱོང་ཡོད་འདི་སོང་ཙང་ཨ་ནི་ཀོ་ངོ་ལ་ལས་གཞི་འདི་གི་དེ་མུ་མཐུད་ནས་ཨ་ནི་མོང་པ་ལ་རྒྱུན་སྐྱོང་ཡང་མཐུན་འགྱུར་རོགས་རམ་མུ་མཐུད་ནས་གནང་རོགས་གནང་གཞོན usa ལ་རོ་ཨ་ནི་འདི་འདྲས་ཅིག་བྱས་ཡིན་ཨ་ནི་ལྷག་མཐའ་མ་དེ་ལ་ཆོས་གྲོགས་ཚང་མ་ལ་ཐུགས་དབལ་དཔལ་དགའ་བོ་བྱུང་ཨ་ནི་ཁྱེད་རང་ཚོ་ས་ནས། ནང་ཆོས་དང་སྐྱིད་ཙམ་མ་ཡིན་པ་ནི་མི་ཚིག་ཆ་ཤས་ཀྱི་ཐོག་ནས་སྦྱང་བརྩོན་བྱས་བོད་མི་སེར་གྱི་འདི་འདྲ་བྱུང་སོང་ཐུགས་ཁ་དཔེ་དགའ་བོ་བྱུང་ཨ་ནི་རྒྱ་ལ་རྣམ་པ་དང་ཨ་ནི་ལས་མི་ཚང་མ་ལོ་ལ་ཉིན་གུང་རུས་པའི་སྟེང་ནས་ཨ་ནི་འཚམས་འདྲི་དང་བཅས་ཐུགས་རྗེ་ཆེ་ཞུ་ཡ་ཡིན་ཐུགས་ཆེ་གནང།